བོད་སྐད་གླེང་བའི་སེམས་ཅན་རྣམས་ཚང་མ་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་དེ་རིང་ངེད་ཀྱི་རྣམས་ཚོགས་ལ་ཡང་ཚིག་ཁ་ཤས་ཅིག་ཞུ་ཡི་ཡོད་མང་པོ་མེད། དེ་འདི་ག་རིགས་དང་འབྲེལ་བ་ཡིན་ཞུས་པ་ཡིན་ན། སྤྱི་བཏང་ང་རང་ཚོ་ད་སྲིད་སྤྱི་གཉིས་ཀྱི་འོས་བསྡུ་དེ་ཉིན་མ་གཉིས་གསུམ་ཞིག་ནང་ལ་ཡག་སྡུག་གསུངས་ཡོང་གི་ཡོད་པ་སོང་ཙང། ད་ད་ལྟ་སྲིད་སྐྱོང་གི་འོས་མི་སྐོར་ལ་ཡང་ནི

སོ་སོ་ག་བ་ལ་ཚུད་ཀྱི་འདུག་འདི་བསམ་བློ་བཏང་ཡག་རེད་ཤག་ད་ངས་ད་ལྟ་ང་འོས་ཤོག་མི་འདི་ལ་ལུས་འདི་ལ་ལུས་ངས་མི་སེར་སྐད་ཞུ་ཡག་རྩིས་མེད་ད་སང་ཉིན་ནང་ངས་འོས་ཤོག་ལུས་ཡག་རེད་འདིའི་དོན་ཁར་མི་དམངས་སོ་སོ་སྒེར་གྱི་བསམ་བློ་བཏང་པའི་ཐོག་ནས་ཨ་ནི་སོ་སོ་སོ་སོ་ཁུང་ག་རེ་བུ་ལ་ཚུད་འགྲོ་གི་འདུག་མི་འདི་ལ་རྒྱབ་སྐྱོར་བྱེད་ན་ག་རེ་ཆགས་ཀྱི་འདུག་མི་འདི་ལ་རྒྱབ་སྐྱོར་བྱེད་ན་ག་རེ་སླེབས་འགྲོ་གི་འདུག་མི་འདི་ལ་རྒྱབ་སྐྱོར་བྱེད་ན་ག་རེ་ཆགས་ས་རེད་དེ་འདྲའི་ཆེད་སོ་སོ་སོ་སོའི་བསམ་བློ་དགོངས་པ་བཞེས་པའི་ཐོག་ནས་ཨ་ནི་འོས་ཤོག་འདི་ལུགས་གནང་གི་རེད་བསམ་པའི་རེ་བ་ཡིད་ཆེས་ཞུ་གི་ཡོད་རེད་བ། འོ་དེ་འདྲའི་ཅིག་ཞུས་པའི་ཐོག་ནས་ད་ད་ལྟ་གལ་ཆེ་ཤོས་དེ་རང་ཚོ་ད་ང་དང་ང་འདྲ་བའི་བསམ་སྟངས་དེ་ངའི་མི་མང་ཚང་མ་ལ་ངས་འབོད་སྐུལ་ག་རེ་ཞུ་གི་ཡོད་ཞུས་པ་ཡིན་ན་ད་ལྟའི་ཆ་ལ་ང་ཚོ་ལ་ཡང་དཀའ་ངལ་དང་མ་སོང་རྫ་དྲག་ཤོས་དེ་ག་རེ་ཞུས་པ་ཡིན་ན་ང་རང་ཚོ་སྒྲིག་འཛུགས་ཀྱི་ག་ཚོད་རེད་གྲོས་ཚོགས་དེའི་ནང་ལོགས་རེད་བ། གཅིག་དཀའ་ངལ་ཆེ་ཤོས་དེ་ག་རེད་ཞུས་པ་ཡིན་ན། གཅིག་གི་གནད་དོན་དང་ལས་དོན་ག་ཚོད་རེད། གྲོས་འཆར་གལ་ཆེན་པོ་དེ་འདྲ་ལ་རྒྱབ་སྐྱོར་མ་རག་པའི་ཐོག་ནས་གྲོས་འཆར་གལ་ཆེན་པོ་དེ་འདྲ་མང་པོ་ཞིག་མ་གཅིག་ག་ཚོད་རེད། མ་ཚར་འགྲུབ་ཡོད་པ་སོང་ཙང། ད་དེ་ཡིན་དུས་ཀ་ནས་ང་ཚོ་ལ་ད་ལྟའི་ཆ་ལ་སྤྱི་འཐུས་ག་འདྲ་ཞིག་གོ་དགོས་རེད་ཞུས་པ་ཡིན་ན། དགོས་ངེས་ཅན་གྱི་ང་རང་ཚོ་བཅའ་ཁྲིམས་ནང་ལ་བསྒྱུར་བཅོས་གཏང་དགོས་པ་དེ་ཚོ་ལ་གཏང་བའི་ཆེད་དུ་ལ། མཐའ་གཅིག་ཏུ་རྒྱབ་སྐྱོར་བྱེད་ཐུབ་མཁན། རྒྱབ་སྐྱོར་བྱེད་མཁན། འདིའི་ཐོག་ལ་ཡ་བསམ་བློ་གཏང་མཁན་གྱི་སྤྱི་འཐུས། ངེས་པར་དུ་ང་རང་ཚོ་ད་ལྷོ་བྱང་ཨ་རི་རེད་དེ་ག་ནང་བཞིན་གྱི་ཕྱི་རྒྱལ་ཡོད་མཁན་གྱི་སྤྱི་འཐུས་རྣམ་པ་ཚོ་དེ་འདྲ་ཞིག་དགོས་ཀྱི་ཡོད་རེད་བསམ་གྱི་ཡོད། འདི་མེད་པ་ཡིན་ན་ང་རང་ཚོ་སྤྱི་འཐུས་དེ་སྔ་ག་རེ་བྱས་པ་དེ་ག་ནང་བཞིན་འགྲོ་བསྡད་ཡོད་པ་ཡིན་ན་ང་རང་ཚོ་མང་གཙོའི་འཕེལ་རིམ་ནང་ལོགས་ལས་ཀྱི་ཁར་ཚོར་དཀའ་ངལ་ཆེ་ཤོས་དེ་ང་རང་ཚོའི་ད་ལྟའི་གི་བཅའ་ཁྲིམས་དེ་གར་སེལ་བ་རེད། དུས་ནས་དུས་སུ་སེལ་བ་རེད། དུས་དང་འཚམས་པའི་ཐོག་ནས་འགྱུར་བ་ཞིག་གཏང་དགོས་ཀྱི་ཡོད་པ་སོང་འདི་གཏང་ཐུབ་ཀྱི་མེད་པ་སོང་ཙང་ད་དེ་ལ་ཡ་གཏང་ཐུབ་མཁན་གྱི་མི་གསར་བ་ཅིག་བསྐོས་དགོས་ཀྱི་ཡོད་རེད་གལ་ཆེན་པོ་དེ། འོ་དེ་ཡིན་དུས་གནས་ད་ལྟ་ངས་ཀྱི་ང་རང་གི་ཁ་སང་ནས་བཤད་བསྡད་ཡོད་ད་ལྟ་ང་རང་ཞུ་གི་ཡོད། ངས་ཀྱི་ད་ལྟ་མིག་ལ་མཐོང་བསྡད་ས་ལ་དེ་ཚོས་ང་རང་ཚོ་བཅའ་ཁྲིམས་འགྱུར་བ་གཏང་ཡ་ད་དེ་འདྲའི་སྒང་ལ་སླེབས་ཡོད་འདོད་ག་ནས་མཐའ་གཅིག་ཏུ་གར་སེལ་བ་རེད།

ཁོང་ཚོ་ཞིག་ལ་ངེད་ཀྱིས་ད། ཧ་ལམ་ར་བ་ད། ང་རང་གིས་ད་ག་ནས་བལྟས་པ་ཡིན་ནས་ཀྱེ་ཁོང་ཚོ་ཞིག་གིས་གན་རྒྱ་ག་ད་བཅའ་ཁྲིམས་བསྐྱར་བཅོས་འགྲོ་དགོས་ཡ་དེ་ཚོའི་བཀའ་ལ་ཐེ་ཚོམ་མེད་པའི་ཐོག་ནས་ངས་འགྲོ་གི་རེད་ཟེར་ངས་ཚོད་དཔག་བྱེད་ཐུབ་ཀྱི་འདུག་ར་བ། དེ་མ་ཡིན་པའི་སྤྱི་འཐུས་ད། ང་རང་གིས་ད་ལྟའི་སྔོན་འགྲོའི་སྐབས་ལ་ཡ་ཅིག་ཞིབ་འཇུག་བྱས་ནས་ད་མདོ་སྟ་འདས་དེ་ངེད་ཀྱི་སྤྱི་འཐུས་གཉིས་ཡོད་དེ་སུ་ཡིན་ཞུས་པ་ཡིན་ན། བཀྲ་ཤིས་ལམ་བཟང་ལགས་དང། གཡུང་དྲུང་བསྟན་འཛིན་ལགས།

ཁྱོད་རང་ཚོ་ད་ག་ནས་བསམ་བཏང་པ་ཡིན། ཨ་ནི། ངས་ཞིབ་འཇུག་མང་པོ་བྱས་ནས་བལྟ་བསྡད་ཡོད། མི་འདི་ཚོ་གི་ལངས་ཕྱོགས་དང་བྱེད་འབྱོར་མ་འོངས་པ་ལ་ག་བ་ལེགས་ཡོད་མེད་ངེས། ང་རང་ཚོ་སྒྲིག་འཛུགས་ཁོ་རང་གི་ནང་ལོགས་ལ་ཡ་དམིགས་བསལ་གྱི་ཨ་ནི་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་ཐོག་ལ་ཡ་ཨ་ནི་ང་རང་ཚོ་ལ་ཡ། ཅི་ཁ་སོ་ར། འགྱུར་བ་བཟང་པོ་ཞིག་དགོས་ཀྱི་འདུག་བསམ་གྱི་འདུག་ན། ད་ལྟ་ངས་གོང་དུ་བཤད་པའི་གི་མི་ཞིག་འདི་འདི་ཚོ་སྒང་ལ་ཡ་བཟང་པོ་ཞིག་བཏང་ཞུ་ཡ་ཡིན། ད་ཡིན་ནའི་ངའི་མི་གཅིག་སྐད་ཆ་རེད་ཁྱོད་རང་ཚོ་འདི་ལ་ཡ། ཉན་དང་མ་ཉན་སོ་སོ་འདོད་པ་རེད་ར་བ། ང་ང་རང་གི།

བཏང་བའི་ཐོག་ནས་སྤྱི་འཐུས་འོས་མི་དེ་བཏང་དགོས་གལ་ཆེན་པོ་རེད་ཞུ་ཡ་ཡིན། ད་དུང་ཞུ་ཡ་གཅིག་ལ་ཡ། འོས་ཤོག་ངེས་པར་ལུས་པ་ཕེ་རོག་ན་ས་ཆོག་ཁ་བ་ཞུ་གི་ཡོད་པ་ཡིན་ནས་རེད་བ། ད་ལྟ་ཞོག་ལ་གཅིག་ཞུ་ཞེས་ཡ་གཅིག་ལ་ཡ། རྒྱ་བལ་འབྲུག་གསུམ་ན་ཡོད་པའི་གི་ང་རང་ཚོ་གི་ད་དམིགས་བསལ་གི་ད་དབུས་གཙང་གི་མི་མང་ཚོ་ལ་ངས་ག་རེ་ཞུ་དགོས་ཟེར་ན། ཁྱེད་རང་ཚོ་ངེས་པར་དུ་ཚེ་རིང་བསིལ་ལྡན་ལ། ག་རེ་མོ་ག་རེ་བྱས་ནས་ཁྱོད་རང་ཚོ་ཡར་སྐྱེད་ཐུབ་པ་ཅིག་བྱུང་པ་ཡིན་ན་ཁྱོད་རང་ཚོ་མ་འོངས་པར་འགྱོད་པ་སྐྱེ་གི་མ་རེད་ཞུ་ཡ་ཡིན་རེད་བ། དེའི་འདོད་པ་ནས་ཨ་ནི་དེ་འདྲའི་ཅིག་གནང་ཐུབ་པའི་རེ་བ་ཞུ་གི་ཡོད། ཨ་ནི་ཡུ་རོབ་ནང་བཞུགས་མཁན་ལ་ཡང་དམིགས་བསལ་གྱིས་ད་ལྟའི་ཡུ་རོབ་སྤྱི་འཐུས་ཡག་ཐག་ཆོད་གནང་བསྡད་ཡོད་རེད་དེ་ག་ནང་བཞིན་གྱི་ད་དུང་ད་ལྟ་བསྟན་འཛིན་བསྟན་འཛིན་གཡང་དཀར་ལགས་ངེས་པར་དུ་ཡུ་རོབ་ཀྱི་སྤྱི་འཐུས་ནང་ལ་ཡང་ཁོས་ཐུགས་ཡ་གཅིག་འབད་བརྩོན་གནང་རོགས་གྱིས་ཞུ་ཡ་ཡིན་ད་ཁྱོད་རང་ཚོ་དངོས་གནས་རྒྱལ་ཁབ་མི་རིགས་དང་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་འདི་གལ་ཆེན་པོ་ཞིག་ལ་བརྩི་གི་ཡོད་པ་ཡིན་ན་ཨ་ནི་ད། གཅིག་གིས་ཁ་ནས་བཤད་པ་དང་བསམ་སེམས་ལ་ཡོད་པ་ཙམ་མ་ཡིན་པར་དངོས་སུ་མ་གའི་འོས་ཤོག་ལ་ཡ་ལུག་ག་འཕེལ་བའི་སྐབས་ལ་འོས་ཤོག་ཏག་ཏག་ལུག་ཐུབ་པ་ཡིན་ན་ཁོང་རྣམ་པར་རྒྱབ་སྐྱོར་མཚོན་བྱེད་ཀྱི་ཨ་ནི་དེ་ཏག་ཏག་ཤ་གི་རེད་ཞུ་ཡ་ཡིན་རེད་བ། ཨ་ནི་ད་དེ་ནས་ང་རང་ཚོ་འོས་ཤོག་ལུག་ག་ག་བ་འཕེལ་གྱི་ཡོད་ནས་གཙོ་བོ་རྣམ་དགོས་པ་ཡིན་དེ་ང་རང་ཚོ་དཔྱ་ཁྲལ་ལག་དུབ་ཀྱིས།

རྣམ་པ་ཚོ་ཚང་མ་སོ་སོ་སོ་དགོངས་པ་ཤེས་ཡ་རེད་ཨཱནི། དེ་ནས་ང་རང་ཚོ་ད་འོས་ཤོག་འདི་སྔོན་འགྲོའི་འོས་ཤོག་འདི་ཚ་ཚ་ཧུ་ཧུ་ནང་སྒྲུབ་པའི་སྒང་ལ་ཡོད་ཨཱནི་དེ་དམིགས་བསལ་གྱི་ད་ལྟ་སྲིད་སྐྱོང་གི་འོས་ཤོག་འདི་ཐོག་ལ་གཅིག་ཡར་འགྱོད་ཅིག་ཞུས་པ་ཡིན་ན་ང་རང་ཚོའི། ད་ལྟའི་སྲིད་སྐྱོང་ལས་ཐོག་སྲིད་སྐྱོང་ཀོང་ཕན་པ་ཚེ་རིང་མཆོག་བརྒྱ་ཆ་དྲུག་ཅུ་སྒང་ལ་ཡར་སྐྱེལ་ཐུབ་པ་ཅིག་ང་རང་ཚོ་མི་མང་གིས་དགོངས་པ་ཞུ་རོགས་གྱིས་ཞུ་ཡ་ཡིན། ཨ་འདི་སྐྱེལ་ཐུབ་པ་ཡིན་ན་ང་རང་ཚོ་དངོས་གཞི་ལ་ཡར་བཟང་ཟེ་ང་ཅིག་འགྲོ་དགོས་ཡ་དང་དེ་འདྲའི་སྒྲིག་འཛུགས་ལ་རེད་མི་མང་ལ་རེད་མང་པོ་ཅིག་ལ་ཡར་བལྟ་བསིལ་འགྲོ་གི་མ་རེད་བསམ་གྱི་འདུག་ད་ཡིན་པ་ཡིན་ནས་མི་མང་སོ་སོས་བསམ་བཏང་ཡ་རེད་རེད་བ། ཨ་ནི་འདིའི་འདོད་པ་ནས་འདི་ག་ལ་གའི་མི་ཚེ་གི་ཞུགས་མེད། གཙོ་བོ་དེ་ང་རང་དུས་རྒྱུན་དུ་ནས་ཁས་ལེན་དང་ཁ་གསོ་རེད་སོ་སོ་བསམ་སྟངས་དང་དེ་སེམས་ཅན་གཅིག་མཐུན་གྱི་ལས་ལ་ཡ་བྱོས་རེད་འདི་ག་ལ་ཡ་ང་རང་དུས་རྒྱུན་ནས་ཡིད་ཆེས་དང་ཅིག་གི་ཁ་གསོ་རེད་ཨ་ནི་མོས་མཐུན་ཤུགས་ཆེན་པོ་བྱེད་ངེས་ཅིང་གཅིག་མཐུན་གྱི་ལས་ཟེར་དུས་ག་ནས་ང་རང་ཚོ་ཅི་ལ་ཡ་ལས་ག་འདྲས་བྱོས་པ་འདི་མི་གཅིག་གཉིས་གཅིག་གི་ཞིག་ཤུགས་གལ་ཆེ་དོད་ཡ་མ་རེད་དེ་ཡིན་དུས་ག་ནས་སྤྱི་པ་ཁོ་རང་གི་ལ་གོ་རེད་མི་སྤྱི་ཡོངས་ཀྱི་བསམ་སྟངས་དང་དེ་ཨ་ནི་ཅིག་གི།